ཨ་ནེ། སྤུ་བོ་ཅིག་ཁྱོད་ཡོང་ནི་འཚར་ལོངས་ཡག་པོ་བྱུང་ཡས་ཀྱི་ཆེད་དུ་དེབ་བདམས་སྟངས་མ་ནོར་ཡ་བྱས་ཏེ་གནད་འགག་ཆེན་པོ་བཞི་བོ་ཅིག་ཆགས་ཀྱི་ཡོད་རེད་དེ་ཡིག་གིས་སྤུ་བོ་གི་བསམ་བློ་གི་འཆར་སྣང་མང་པོ་ཅིག་འཚར་ལོངས་ཡོང་ཡས་ལ་གཞོགས་འདག་ཤུགས་ཆེན་པོ་ཡོང་གི་ཡོད་རེད་ལ། མི་ཚིག་གི་བརྒྱུད་རུམ་ནང་གི་དཀའ་ངལ་སྣ་ཚོགས་ཅིག་རྟོགས་ཐུབ་ཡས་དང་དཀའ་ངལ་དེ་ཚོ་ལ་གདོང་ལེན་བྱེད་སྟངས་ཀྱི་ཐབས་ལམ་མང་པོ་ཅིག་རྟོགས་ཡས་ལ་ཕན་ནུས་ཆེན་པོ་ཐོན་གྱི་ཡོད་རེད་ཡང་དེ་དག་ནང་བཞིན་གྱི་ཅིག་ཁྱིམ་ཚང་རེད། སླབ་གྲྭ་རེད་སྤྱི་ཚོགས་ཀྱི་ཁོར་ཡུག་ནི་མི་མང་པོ་ཅིག་ལ་ཐུག་པའི་བརྒྱུད་རིམ་དང་ཅིག་བྱ་བཞག་མང་པོ་ཅིག་སྒྲུབ་པའི་བརྒྱུད་རིམ་གྱི་ནང་ལོགས་ལ་གཞན་པ་གིས་ཚོར་སྣང་དེ་བསམ་ཤེས་ཐུབ་ཡ་དང་གནས་སྟངས་མང་པོ་ཅིག་ལ་བསམ་ཤེས་ཡོང་ཡ་དེ་ལ་ཕན་ནུས་ཆེན་པོ་ཐོང་གི་ཡོད་རེད་ལ། ཨ་ནི། ཅིག་ཁྱོན་ཡོངས་ནས་འཚར་ལོངས་ཡག་པོ་ཡོང་པའི་མི་ཅིག་ཆགས་ཐུབ་ཡ་ལ་ཨ་ནི་དེབ་ཡག་པོ་བདམས་ཡ་དང་དེབ་ཡག་པོ་བདམས་ནས་ཀློག་ཡ་གི་གོམས་གཤིས་ཡག་པོ་འཇགས་ཐུབ་ཡ་འདིའི་བརྒྱུད་རིམ་གྱི་ཁྲོད་ནས་ཤུགས་རྐྱེན་ཆེན་པོ་ཅིག་ཡོང་གི་ཡོད་རེད། ཨ། དེ་འདྲ་ཡིན་དུས་སྐབས་སུ་ང་ཚོའི། པུ་གུ་གི་འཆི་བའི་མཚར་སྣང་དེ་ཚོ་དྲན་ཐུབ་ཡ་ལ་དེ་བབ་ག་འདྲས་ཀྱི་སྒོ་རེད་ཟེར་ཡ་འདི་གང་ལ་དྲི་བ་སླེབས་ཀི་རེད། འདི་གནད་འགག་ཆེན་པོ་ཞེ་བོ་ཅིག་རེད། ཨ་ནི། དེབ་ཁག་ཅིག་ལ་པུ་གུ་གི་ཞེ་བོ་དགའ་བོ་གནང་ཡ་དང་ཡང་དེབ་ཁག་ཅིག་ལ་པུ་གུ་གི་དེ་ཙམ་དགའ་བོ་མ་གནང་ཡ་གི་ནི་སྟངས་འདི་འདྲ་ཡོང་གི་ཡོད་རེད། དེ་འདྲས་ཡིན་དུས་སྐབས་སུ་ད་ང་ཚོས་ས་མཚམས་གསར་བོ་ཅིག་བཟོ་ཐུབ་ཡ་དེ་ཁག་པོ་རེད། དེ་བྱས་དུས་ང་ཚོས་ཐོག་མར་ངེས་དགོས་པ་དེ་ག་རེ་རེད་ཟེར་ན། དེབ་རིགས་ག་འདྲས་ཅིག་སྤུ་བོ་གི་ཆེད་དུ་འདེམས་ཉན་གི་མ་རེད་ཟེར་ཡ་དེའི་ངོས་འཛིན་བྱེད་དགོས་དེ་གནད་འགག་ཅིག་རེད། འདིས། བརྗོད་གཞི་དང་ནང་དོན་ལ་ཕྱོགས་ལྷུང་དམ་པའི་དེབ། དཔེར་ཆ་བཞག་ན། གཅིག། མི་རིགས་རེད་ཆོས་ལུགས་རེད་ཕོ་མོ་རེད་འདི་འདྲས་ལ་དབྱེ་འབྱེད་ཀྱི་ནང་དོན་དམ་པའི་དེབ་ཀྱི་རིགས་དེ་འདེམས་མི་རུང་ཡ་ཅིག་ཆགས་ཀྱི་ཡོད་རེད། ཨན་ད་ནང་བཞིན་གྱི་སྒྲུང་དེབ་ཅིག་ཡིན་པ་ཡིན་ན་དེའི་གི་སྒྲུང་དེ་གི་ཅིག་ཆུང་རིམ་དང་སྒྲིག་གཞི་དེ་ཚོ་པུ་གུ་ལ་འཚམ་པོ་མེད་པ། དེ་འདྲས་ཡིན་ན་གདམ་ཡ་ཡོད་མ་རེད་ལ། ཨནི། སྐད་ཡིག་གི་ཅིག་མིང་དང་ཚིག་དང་བརྗོད་པ་དེ་ཚོ་པུ་གུ་ལ་ཏག་ཏག་འཚམ་པ་ཅིག་རེད་འདོད་མི་འདུག་འདི་ཕྱོགས་ནས་ཅིག་ལྟ་དགོས་ཀྱི་ཡོད་རེད། ཨནི་ཅིག་ཡིག་གཟུགས་རེད་ཡིག་གཟུགས་གི་ཆེ་ཆུང་རེད་རི་མོ་རེད་ཨནི་དེབ་དེ་བྱིན་གུ་བྱི་དང་གི་སྤི་ཚད་དེ་ཚོ་ཅིག་པུ་གུ་ལ་ཏག་ཏག་ཅིག་འཚམ་པ་ཅིག་རེད་འདོད་མི་འདུག་འདི་ལྟ་ཡ་ཅིག་ཡོད་རེད་ལ། ཨ་ནི་དེབ་ཅིག་མ་པར་སྐྲུན་བྱེད་བྱ་རྒྱུ་གི་དེབ་ཅིག་ང་ཚོས་ཉོ་དུས་སྐབས་སམ་དེབ་འདི་གི་ཅིག་སྤུས་ཚད་གི་སྒང་ནས་ཅིག། རི་མོ་རེད་ཚོན་ཁྲ་རེད་ཤོག་བུ་རེད། ཨ་ནི་དེབ་འདི་གི་ཅིག་བཟོ་ལྟ་བཟོ་སྟངས་རེད་ཅིག། ཕྱོགས་མང་པོ་ཅིག་ནས་ཨ་ནི་ཅིག་སྤུས་ཚད་ཞན་པོ་རེད་རེད་མ་རེད་ག་ལ་ན་སྤུ་བོ་དེ་ལ་དེབ་དེ་ལ་དགའ་བོ་བྱེད་གི་འདུག་མི་འདུག་ད་ཡ་དེ་གནད་འགག་ཆེན་པོ་རེད་འདི་ཅིག་དེ་དེ་འདྲའི་ལུགས་ཀྱི་སྒང་ལ་ཞན་ཆ་ཤོར་ལྟ་རྒྱུ་ཅིག་ཡིན་ན་ཨ་ནི་སྤུ་བོ་གི་དེ་ཙམ་དགའ་བོ་གནང་གི་མ་རེད་དེའི་རིགས་དེ་འདམ་ཡ་ཡོད་མ་རེད། ཨ་ནི། དེ་འདྲ་ཡིན་ན་ང་ཚོ་གི་དེབ་དེ་བདམ་དགོས་སྐབས་སུ་ཨ་ནི་ངེས་པར་དུ་དོ་སྣང་བྱེད་དགོས་ཀྱི་ཆ་ག་རེ་ཡོད་རེད་ཞུས་པ་ཡིན་ན། ཨ་ནི་གཅིག་བརྗོད་གཞི་དང་ནང་དོན་གྱི་སྒང་ནས་ཡག་པོ་བྱས་ནས་ལྟ་ཡ་དང་ཆུང་རིམ་དང་སྒྲོམ་གཞི། ཨ་ནི། དེ་སྒྲོང་དེ་བྲིས་བྱ་རྒྱུ་གུ། སྐད་ཡིག། ཨ་ནི་ད་ག་ནང་བཞིན་གྱི་སྒྲོང་དེ་ནང་ན་གཅིག་རི་མོ་དང་དེབ་གཟུགས་བྱུང་དགོས་ཀྱི་ཡ་འདི་ཚོ་ཚང་མ་ཨ་ནི་སྤུ་བོ་སོ་སོ་གི་ལོ་ཚད་དང། ཨ་ནི་གཅིག། སློབ་སྦྱོང་གི་བརྒྱུད་རིམ་དང་འདི་དང་འཚམ་པ་ཅིག་རེད་འདོད་མི་འདོད་ཟེར་གི་གནད་འགག་འདི་གཞི་གང་ནས་བལྟ་དགོས་ཏེ་གནད་འགག་ཆེན་པོ་ཆགས་ཀྱི་ཡོད་རེད། ཨ་ནི་སྤྱི་ཡོངས་ཀྱི་ཆ་ནས་ང་ཚོས་གི་གཅིག་དཔེ་ཀློག་གི་རིམ་པ་གཅིག་བྱེད་སྟངས་གཅིག་ལ་རིམ་པ་གསུམ་ཟིན་དུ་བྱས་ཀྱི་ཡོད་རེད། རིམ་པ་དང་པོ་དེ། འཛིན་གྲྭ་དང་པོ་ནས་གསུམ་པ་བར་རོ་ལ། ཨ་ནི། དཔེ་ཀློག་ལ་དང་པོ་འཇུག་མཁན་འདི་གི་རིགས་རེད། འདི་གི་རིགས་དེ་ཏང་གིས་གོང་དུ་ཞུས་པའི་བརྗོད་གཞི་བཞི་དེ་གི་སྒང་ནས་ནི་འདིའི་རིགས་ལ་འཚམ་པ་ཅིག་རེད་འདོད་ཡ་རེད་མི་འདོད་ལྟ་ཡ་དང་རིམ་པ་གཉིས་པ་དེ་འཛིན་གྲྭ་གསུམ་པ་ནས་ལྔ་བ་བར་གྱི་པུའུ་གི་ཆེད་དུ། དེ་འདི་ཚོ་གི་རིགས་དེ་དེ་སྲིད་དཔེ་ཀློག་གི་སྒང་ལ་རང་རྐྱ་འཕེར་བ་ཆགས་ཡོང་གི་ཡོད་པའི་སྐབས་ཅིག་རེད་འདིའི་སྒང་ནི་གོང་དུ་ཞུས་པའི་བརྗོད་གཞི་བཞི་དེ་གཞི་རྩ་ལ་ཟིན་པའི་སྒང་ནས་ཨ་ནི་འཚམ་པ་ཅིག་འདོད་ཡ་མི་འདོད་ལྟ་ཡ་དང། ཨ་ནི། རིམ་པ་གསུམ་པ་དེ་འཛིན་གྲྭ་དྲུག་པ་ནས་བརྒྱད་པ་བར་དཔེ་ཀློག་གི་ནུས་པ་དེ་དེ་ཚད་དེ་མཐོ་བོ་སླེབས་བསྡད་ཡོད་རྒྱུ་རེད། བདེ་ཚུགས་ཀྱི་རིགས་དེ་ལ་ནི། ཏང་གིས་ཡང་གོང་དུ་ཞུས་པའི་བརྗོད་གཞི་བཞི་དེ་གཞི་རྩ་ལ་བཞག་རྗེས་ནས་ནི་འདིའི་རིགས་ལ་འཚམ་པ་རེད་འདོད་རེད་མི་འདོད་གཟིགས་ཡ། འདིའི་གནད་འགག་ཆེན་པོ་གཅིག་ཆགས་ཀྱི་ཡོད་རེད། འདིའི་བརྗོད་གཞི་དང་ནང་དོན་གྱི་ཆ་ནས་མ་བསྡུར་ཞུས་པ་ཡིན་ན། ང་ཚོས་འདིའི་རིམ་པ་དང་པོ་གི་སྤུ་གུ་ལ་ནི་ཆེ་སྒུག་གི་དེབ་དང་འབྲས་རྒྱན་སྙན་ཚིག། རི་མོ་གི་དེབ་དངུལ་སྒྲོང་དེབ་དེ་འདྲ་བཀོད་ཀྱི་ཡོད་རེད། ཆེ་སྒུག་གི་དེབ་འདྲ་བོ་ཡིན་ན་ནང་དོན་གྱི་ཆ་ནས་གཅིག། སེམས་ཅན་གྱི་སྐོར་དང་ནང་མི་གི་སྐོར་དེ་འདྲ་བྲིས་རྒྱུ་དང་འབྲས་རྒྱན་སྙན་ཚིག་ཡིན་པ་ཡིན་ན། མིང་ཚིག་སྒྲ་གདངས་གཅིག་པ་དེ་འདྲའི་གི་སྙན་ཚིག་ཐུང་ཐུང་དེ་འདྲ་ཡོད་རྒྱུ་དེ་འདྲ་ཆེ། ཨ་ནི་རི་མོ་གི་དེབ་ཡིན་པ་ཡིན་ན། ནང་ལ་རི་མོ་ཡོད་རྗོད་ཕྱིན་ཨ་ནི་ནང་དོན་གཅིག་ཁྱིམ་ཚང་གི་སྐོར་དང། ད་ག་ནང་བཞིན་གྱི་ཁོར་ཡུག་གི་སྐོར་སེམས་ཅན་གྱི་སྐོར་ཨ་ནི། གཞི་ཚིག་ཐུང་ཐུང་འདི་འདྲ་ཡིན་རྗེས་རྗོད་དང་ཨ་ནི་དངོས་སྒྲུང་ཡིན་པ་ཡིན་ན། གཅིག། སྤུ་གུ་གི་འཚོ་བའི་ནང་ལ་ནམ་རྒྱུན་མཐོང་བསྡད་ཀྱི་ཉི་མ་དང་ཟླ་བ། སྐར་མ། རི། ཨ་ནི་དེ་འདྲའི་གི་གཅིག་ཁོར་ཡུག་གི་སྐོར་ལ་བྲིས་བཤད་རྒྱུ་གི། སྒྲུང་དེབ་ཆུང་ཆུང། འདི་འདྲ་རེད། ཨ་ནི་རིམ་པ་གཉིས་པ་ལ་དཔག་པའི། ཆས་སྒོ་གི་ཐེབས་འདྲ་བོ་ཡིན་པ་ཡིན་ན། དང་གི་ནང་དུང་གི་ཆ་ནི་གཅིག་པ་འདྲ་བོ་གཅིག་ཡིན་ན་ལེགས། ཚད་གཞི་སྟེ་མཐོ་རུ་བཏང་ཡ། ཨེ། འདིའི་རྫི་འདྲ་གསུམ་པ་ནི་ལྔ་བ་བར་གི་པུཀུ་ཡིན་འདི་སྐབས་སུ་སྟེ་གཅིག་གི་ནང་དུང། ཟབ་པ་འདྲ་བོ་ཡིན་ན་པུཀུ་གི་རྟོགས་ཐུབ་ཡ་དེ་འདྲ་རེད་སྙན་ཚིག་ཡིན་པ་ཡིན་ན་སྙན་ཚིག་ཡིན་ན་ལེགས་བཀོད་དོན་སྟེ་ཟབ་པ། དེ་འདྲའི་བྲིས་པ་ཡིན་ན། ཨ་ནི་པུཀུ་གི་རྟོགས་ཐུབ་གི་ཡོད་རེད་རིམ་པ་གཉིས་པའི་པུཀུ་དེ་གི། ཨ་ནི་རི་མོ་གི་དེབ་འདྲ་བོ་ཡིན་པ་ཡིན་ན། གཅིག། གྲོགས་པོ་གྲོགས་མོ་གི་འབྲེལ་བ་གི་སྐོར་ལ་བྲིས་བྱ་རྒྱུ་དང་ཡང། ལོ་རྒྱུས་ཐུང་ཐུང་བྲིས་བྱ་རྒྱུ་དང་ཡང་ས་ཆ་དེ་འདྲའི་གི་སྐོར་ལ་བྲིས་བྱ་རྒྱུ། ཨ་འདི་འདྲ་ཡིན་ན་འགྲིག་གི་ཡོད་རེད། ཨ་ནི་དངོས་སྒྲུང་གི་དེབ་གི་རིགས་ཡིན་པ་ཡིན་ན། གཅིག། རིག་གཞུང་གི་སྐོར་དང། ཡང་འཛིན་གྲྭ་གསུམ་པ་ནས་ལྔ་བ་བར་ལ་འཚམས་པའི་གོ། ཚིག་མཛོད་གི་རིགས་དང། ཨ་ནི་གཅིག་རི་མོ་གི་ལམ་ནས་བྲིས་བྱ་རྒྱུ་གི་སབ་བཀྲ་གི་སྐོར་དང་ཨ་འདི་འདྲ་ཡིན་ན་འགྲིག་གི་ཡོད་རེད། རིམ་པ་གསུམ་པ། ཡིན་པ་ཡིན་ན་དོན་དག་གི་བརྗོད་གཞི་དང་ནང་དོན་གྱི་ཆ་ནས། ནང་དོན་དང་བརྗོད་གཞི་དེ་སྣ་ཚོགས་པ་ཡིན་ན། འགྲིག་གི་ཡོད་རེད། བུ་གུ་ལ་ལོ་ཚད་ལ་འཚམ་པའི་སྒང་ནས་འགྲིག་གི་ཡོད་རེད། དཔེ་ཆ་བཞག་པ་ཡིན་ན། གདོན་འདྲེ་གི་སྐོར་འབྲི་ཤ་ཅོ་གས་སོ་འདྲའོ། ཡང་གྲོགས་པོ་གྲོགས་མོ་གི་འབྲེལ་ལམ་གྱི་སྐོར་དང་ཁོར་ཡུག་གི་སྐོར་ཡིན་པ་ཆེས་ཡང་ཚད་གཞི་དེ། རིམ་པ་དང་པོ་དང་གཉིས་པ་ལས་མཐོ་ཡང་ཆེ། ཨ་ནི་དེ་འདྲ་ཆེ། ཨ་ནི་དངོས་སྒྲུང་གི་ནང་ནས་ཡིན་པ་ཡིན་ན། ཡང་ཅིག། མི་སྣ་དེ་འདྲ་གི་ལོ་རྒྱུས་ཀྱི་སྐོར་ཁྲིད་བྱ་རྒྱུ་མི་སྣ་གི་སྐོར་ལ་ཁྲིད་བྱ་རྒྱུ། ས་ཆ་གཅིག་ནས་གཅིག་ལ་འགྲུལ་བཞུད་བྱེད་པའི་སྐོར་ཁྲིད་བྱ་རྒྱུ་དང་ཁོར་ཡུག་གི་སྐོར་ཁྲིད་བྱ་རྒྱུ་དེ་འདྲ་ཡིན་ན་འགྲིག་གི་ཡོད་རེད། གཉིས་པ་དེ་ཆུང་རིམ་དང་སྒྲོམ་གཞི་གི་སྒང་ནས་བཤོལ་བ་ཡིན་ན། རིམ་པ་དང་པོ་གི་རིགས་ཡིན་པ་ཡིན་ན། གཉིས་སྒྲུང་གི་ནང་གི་མི་སྣ་དེ་ཚོ་སོ་སོ་གི་ཉེ་འཁོར་ནས་ནམ་རྒྱུན་མཐོང་བསྡད་ཀྱི་མི་སྣ་དང། སེམས་ཅན་དང་བཅའ་དངོས་དེ་འདྲའི་གི་སྐོར་དང། ད་ག་ནང་བཞིན་གྱི་གཅིག་གི། གནས་ཚུལ་སོ་སོ་ལ་འབྲེལ་བ་ཡོད་རྒྱུ་གི་སྒྲུང་གི་ནང་དོན་དེ་ཚོ་དེ་གོ་བདེ་བོ་བྱས་ནས་གནས་ཚུལ་དེ་ཚོ་གཅིག་གི་སྒྲུང་གི་ནང་ནས་གནས་ཚུལ་དེ་ཚོ་གཅིག་བྱུང་བྱ་རྒྱུ་གི་སྐོར་མི་ཤེས་གནས་ཚུལ་མང་པོ་བྱུང་བྱ་རྒྱུ་གི་སྐོར་དེ་འདྲ་མིན་པ། དེ་འདྲ་དགོས་ཀྱི་ཡོད་རེད། ཨེ་རིམ་པ་གཉིས་བ་འགྲོ་བ་ཡིན་པ་ནི་སྒྲུང་གི་ནང་གི་མི་སྣ་དེ་ཚོ་ཡང་སྤུ་གུ་ཡིན་བསྡད་རྒྱུ་བཅས་ཨ་ནི་སྒྲུང་གི་བྱུང་རིམ་དེ་ཚོ་དེས་ཅིག་རྙོག་འཛིང་ཚ་དྲོ་ཨ་ནི་ཅི་ན་ཡང་གོ་འཛིན་སྒྲ་ལ་བག་པའི་གོ་བ་ལེན་ཐུབ་ཀི་ཡོད་རེད། ཨན་དག་ནང་བཞིན་གྱི་འཚོ་བ་དངོས་དང་འབྲེལ་བ། ཨིན། རང་གི་ནང་མིའི་ཁྱབ་ཁོངས་ལས་འདས་པའི་གནས་ཚུལ་ཟེར་དུས་སྐབས་སུ་ཨ་ནི་འཚོ་བ་དངོས་ལ་འབྲེལ་བ་ཡོད་རྒྱུ་ཅི་ཡང་སོ་སོའི་ནང་མི་གི་ཁྱབ་ཁོངས་གཅིག་པུ་མིན་པ་ཆེ་ནང་མིའི་ཞབས་འབག་གི་སྐོར་སྤྱི་ཚོགས་ཞབས་འབག་གི་སྐོར་འདི་འདྲ་ཡིན་ན་ཨ་ནི་སྤུ་གུ་གི་ལོ་ཚད་ལ་བག་པའི་ཁོ་ཚོ་གི་ཡང་རིམ་པ་དང་པོ་ལས་དེས་གཏིང་ཟབ་པའི་གོ་བ་ལེན་ཐུབ་ཀྱི་ཡོད་དུས་སྐབས་སུ་ནི་འགྲིག་གི་ཡོད་རེད། ཨེ། རིམ་པ་གསུམ་པ་འདྲ་བོ་ཅིག་ཡིན་པ་ཡིན་ན་ཡང་སྒྲུང་གི་བྱུང་རིམ་དང་འབྲི་སྲོལ་ལ་ཡང་གཅིག་བྱུང་རིམ་སྤྱི་དང་བྱེ་བྲག་སྤྱི་ནི་དབྱེ་བ་ཡོད་བསྡད་རྒྱུ་དེ་འདྲའི་ཡིན་ན་ཨེ། གོ། འཛིན་གྲྭ་དྲུག་པ་ནི་བརྒྱ་པ་བར་གྱི་སྤུ་གུ་ཡིན་དུས། སྟོན་ཐོག་ཡན་ལ་ནི་འགྲིག་གི་ཡོད་རེད། སྒྲུང་ནང་གི་མིར་སྣ་དེ་ཚོ་དེས་གཅིག་མང་རེ་བཏང་ཡ་དང་སྒྲུང་བྲིས་སྟངས་ཀྱི་རྣམ་པ་དེ་ཚོ་དེས་གཅིག། མགོ་རྙོག་རུ་བཏང་ན་ཡང་འགྲིག་གི་ཡོད་རེད། འཇིག་རྡུལ་སྟངས་འདྲ་བོ་ཡིན་པ་ཡིན་ན། སྒྲུང་གི་འཇིག་རྡུལ་སྟངས་ཀྱི་ཆ་ནས་ཡིན་པ་ཡིན་ན། རྣམ་འགྱུར་ང་ཚོ་ལྟད་མོ་དེ་འདྲའི་གི་ནང་ལ་ལྟད་མོ་དེ་འཇིག་རྡུལ་སྟངས་ཀྱི་ཆ་ནས་ཏི་སི་ཅིག་ག་འདྲ་བྱུང་སོང་བསམ་ནས་ཚོད་དཔག་བྱེད་དགོས་ཡ་དེ་འདྲའི་ཡོད་པ་ནང་བཞིན་གི་སྒྲུང་གི་ནང་དོན་གི་འཇུག་རྡུལ་དེ་སྐབས་སི་ཏི་སི་ཅིག་པུའུ་ལ་ཚོད་དཔག་བྱེད་ཡ་ཡོད་རྒྱུ་འདྲ་བོ་བྱེད་ནས་བཞག་བཞག་ན་ཁ་གསལ་བོ་ཞེ་དྲག་མེད་རྒྱུ། དེ་འདྲའི་བྱེད་ནས་བཞག་བཞག་ཡོད་རྒྱུ་གི་སྒྲུང་གི་རིགས་ཡིན་ན་ཡང་འགྲིག་གི་ཡོད་རེད། ཨ་ནི་སྐད་ཡིག་བེད་སྤྱོད་བཏང་སྟངས་ཀྱི་ཆ་ནས་ཡང། རིམ་པ་དང་པོ་ཡིན་ན་པུའུ་ཧུའུ་ཀི་གཅིག་ལོ་ཚད་དང་རིམ་པ་ལ་འཚམ་པའི་མིང་ཚིག་རིགས་སུ་བེད་སྤྱོད་བཏང་བྱ་རྒྱུ། ཨ་ནི། རི་མོ་དང་མཉམ་དུ་ཚིག་གཏད་ས་རིང་པོ་ཡིན་ན་ཡང་རི་མོ་གི་རོགས་པ་རྒྱབ་བཅས་ནས་ཚིག་གི་གོ་བ་ལེན་ཐུབ་ཡ་ཡོད་རྒྱུ་གི་རིགས་དེ་འདྲས་དང། ཨ་ནི་ཚིག་གྲུབ་དེ་སུ་གཅིག་མཐོང་མཐོང་བྱས་གོ་སླ་བོ་བྱས་ཨ་ནི་སྐད་ཡིག་དེ་སུ་བེད་སྤྱོད་བཏང་བྱ་རྒྱུ་དེ་ནམ་རྒྱུན་ཉིན་རེ་གི་འཚོ་བའི་ནང་ལ་བེད་སྤྱོད་བཏང་བསྡད་ནས་ཨ་ནི་དོན་གོ་ཡ་ལ་དཀའ་ངལ་མེད་བསྡད་རྒྱུ་དེ་འདྲས་ཀྱི་རིགས་གོ་གི་ཡོད་རེད་ལ། ཨ་ནི་མིང་དང་བརྗོད་པ་ཚིག་གྲུབ་སོགས་ཀྱི་རྣམ་པ་དེ་ལ་ཡང་དེ་སྲིད་བསྐྱར་ཟློས་ཀྱི་རིགས་ཡོད་པ་ཡིན་ན་སྤུ་གུ་དེ་ཚོ་གི་སེམས་ལ་ངེས་བདེ་བ་དང་དེས་ཅི་ཁ་ནང་ལ་ལེན་ཡ་ལ་ཁོ་དགའ་བོ་ཡོང་ཡ་དང་དེ་འདྲས་ཀྱི་ཆ་པར་ཡོང་གི་ཡོད་རེད། རིམ་པ་གཉིས་པ་ཡིན་པ་ཡིན་ན་ཡང་སྐད་ཡིག་བེད་སྤྱོད་སྟངས་དང་དེ་དེས་ནམ་རྒྱུན་དཀའ་མོ་གནང་སྟངས་ཀྱི་སྐད་ཡིག་དེ་བེད་སྤྱོད་སྟངས་དེ་ནི་ཡག་པོ་ཡོད་རེད་ལ་ཡིན་པ་ཡིན་ན་ལས་ཅིག་ཚད་གཞི་དེས་མཐོ་རུ་བཏང་ནས་དེའི་ནང་ལ་ཡང་སྐད་ཆ་བཤད་སྟངས་དེ་ཚོ་ཁ་དཔེ་དང་དཔེ་དཔེ་བཞག་ཡ་དང་དེ་འདྲས་ཀྱི་ལམ་ནས་བྱས་པ་ཡིན་ན་ཡང། འཛིན་གྲྭ་གསུམ་པ་ནས་ལྔ་བ་བར་གྱི་སྤུ་གུ་ཡིན་ན་གོ་དོན་དེ་རྟོགས་ཐུབ་ཀྱི་ཡོད་རེད། སྤུ་བོ་གི་མིང་ཚིག་དེ་ཚོ་ཕྱུགས་རིགས་དང་ཡན་ལ་ཕན་ཐོགས་ཡོད་ཅོག་གི་རིགས་ཅིག་དང། ཡང་སྐད་ཆ་བཤད་སྟངས་དང་མིང་ཚིག་དེ་ཚོ་ལ་ཡང་ཅིག། རྣམ་པ་གསར་བ། མིང་ཚིག་དེ་ཚོ་བེད་སྤྱོད་སྟངས་དང་ལ་རྣམ་པ་དེ་སི་མ་འདྲ་བ་གསར་བ། ལྡན་པ་དེ་འདྲ་ཡོད་ན་ནི་ཡག་པོ་ཡོད་རེད། ཨ་ནི་ཅིག། ས་ནི་རང་གི་སྤུ་བོ་གི། ཁ་ལག་བོ་རེད། དཔེ་ཆུ་སྟོང་བཟླས་བརྗོད་ཀྱི་མིང་ཚིག་འདི་ཚོ་དཔེ་ཆུ་སྟོང་པ་ཡིན་ན་ཡང་པུའུ་བོད་ཀྱི་དགའ་བོ་བྱེད་ཡ་དང་ཤིན་ཐུབ་ཡ་དང་དེ་འདྲའི་ཡན་ལག་ཕན་ཐོགས་ཆེན་པོ་ཡོང་གི་ཡོད་རེད། རིམ་པ་གསུམ་པ་ཡིན་པ་ཡིན་ན། དེ་རིམ་པ་གཉིས་པ་དེ་གཅིག་པ་རེད་ཡིན་པ་ཡིན་ན་ལས་སྐད་ཡིག་གི་ཚད་གཞི་དེ་ཟིན་ཐོ་རུ་བཏང་ཡ་དེ་རེད་མི་ཤེས་ཨ་ནི་རྩ་བའི་ཆ་ནས་ད་ཅིག། སྐད་ཡིག་དཔེ་ཆུ་སྟོང་བཏང་འདི་ཚོ་དེ་རིམ་པ་གཉིས་པ་དེ་གཅིག་པ་རེད། ཨ་ནི། བཞི་བ་དེ། རི་མོ་དང་ཇུས་འགོད་བྱེད་སྟངས་ཀྱི་སྒང་ནས། རིམ་པ་དང་པོ་ཡིན་པ་ཡིན་ན་ཨ་ནི། གཅིག་དེབ་ཀྱི་ནང་ནས་བརྒྱ་ཆ་བདུན་ཅུ་གཅིག་རི་མོ་ཡིན། བདུན་ཅུ་སྟོང་ལྔ་གཅིག་རི་མོ་ཡིན་པ་དང་ཨ་ནི་ཡི་གེ་ཉུང་ཉུང་གཅིག་རི་མོ་མང་པོ་ཡིན་འཇུག་གི་རིགས། ཡིག་གཟུགས་ཀྱི་ཆ་ནས་ཡིན་ན་ཡིག་གཟུགས་དེ་གཅིག། ཆེན་པོ་དེ་འདྲ་ཡིན་པ་དང་ཤོག་གྲངས་འདྲ་བོ་ཡིན་པ་ནི་སྒྲུང་གི་ཤོག་གྲངས་དེ་ཉུང་ཉུང་ཡིན་པ་དེ་འདྲའི་སྐོར་རེད། རིམ་པ་གཉིས་པ་ཡིན་པ་ཡིན་ན་ཨ་ནི་གཅིག་རི་མོ་གི་བརྒྱ་ཆ། དཀྲུག་སྤྱོད་སུ་སིམ་བསྡད་སྤྱོད་ཤོག་ངོས་གཅིག་ལ་རི་མོ་གི་བརྒྱ་ཆ་དཀྲུག་སྤྱོད་སུ་སིམ་བསྡད་སྤྱོད་ཅེས་ཡང་ཡིག་གིས་དེ་སི་མྱོང་མྱོང་བྱེད། ཡིག་གཟུགས་ཀྱི་ཆེ་ཆུང་ཡིན་པ་ཡིན་ན་རིམ་པ་དང་པོ་ལས་དེ་སི་ཡིག་གཟུགས་ཆུང་བ་ཡིན་ན་འགྲིག་གི་ཡོད་རེད་ཤོག་གྲངས་ཡིན་ན་དེ་སི་མང་བ་བྱེད། རིམ་པ་གསུམ་པ་ཡིན་པ་ཡིན་ན། གཅིག་རི་མོ་དེ་མང་པོ་ཞིག་ཡོད་ན་སྤུ་གུ་དགའ་བོ་བྱེད་ཀྱི་མ་རེད་འཛིན་གྲྭ་དཀྲུག་པ་ནི་བརྒྱ་པ་བར་གྱི་སྤུ་གུ་གི་དེབ་ཀྱི་ནང་ལ་རི་མོ་མང་པོ་ཞིག་ཅེས་བྲིས་བ་ཡིན་ན་དེ་སྤུ་གུ་ཆུང་ཆུང་གི་ལོག་ཡ་འདྲ་བོ་རེད་བསམ་ཡག་གི་འདི་འདྲི་གི་ཡང་གཅིག་གིས་སོ་སོ་གཅིག་དགའ་བོ་སྨྲེ་བ་གི་ཚོར་བ་སྐྱེ་ཡ་དེ་འདྲི་ཡོང་ཡག་གི་ཉེན་ཁ་ཡོད་རེད། ཡིག་གཟུགས་གི་ཆ་ནི་ཡིག་གཟུགས་དེས་ཏང་གི་རིམ་པ་དང་པོ་དང་གཉིས་པ་ལས་དེས་བྱུང་རེད་ཀྱི་ནི་ཤོག་གྲངས་ལ་དེ་ལ་དམིགས་བསལ་གི་ངེས་གཏན་གཅིག་ཡོད་མ་རེད་རིམ་པ་གསུམ་པ་ཡིན་པ་ནི་པུའུ་ཁ་ཤིག་གི་ཤོག་གྲངས་ལྔ་བཅུ་བྱེད་རྒྱུ་བརྒྱ་བྱེད་རྒྱུ་ཉིས་བརྒྱ་བྱེད་རྒྱུ་དེ་འདྲའི་གི་དེབ་ལོག་ཉིས་ཡས་འཛིན་གྲྭ་དྲུག་པ་ནས་བརྒྱ་པ་བར་ལ་ཡོད་དུས་སྐབས་སེ་ནི་ཤོག་གྲངས་ལ་དམིགས་བསལ་གི་ངེས་གཏན་གྱི་ཡོད་མ་རེད། ཐུགས་ཆེ་གནང་དེ་རིང་ང་ཚོས་ཞུ་ཡ་དེ་དེ་ཙམ་ཡིན་ལེ་ཚན་རྗེས་མའི་ནང་མཇལ་ཡོང།